ཐོག་མར་བྱོན་པར་ལེགས་སོ་ཞུ་ཡ་ཡིན། དེ་ནས་ད་ལན་འདི་སྒོམ་གྱི་སྐོར་དེ་གཙོ་བོ་བོད་རིགས་ཚོ་དང། དེ་ནས་ཧི་མ་ལ་ཡ་གི་མི་རིགས་ཚོ་གི་རེ་བ་བརྒྱབ་ནས་དེ་ནས་བཤད་ཡ་བྱས་པ་རེད། བྱས་ཙང། ངའི་བོད་སྐད་རེད། མ་ཤེས་ཡ་དེ་འདྲ་ཡིན། དེ་ནས་ཡིན་ན་ཡང། ཨིན་ཇིའི་སྐད་དང་རི་པིན་གྱི་སྐད་འདྲ་པོ་དེ་འདྲ་སྐད་རིགས་ཁ་ཤས་ཅིག་ལ་ཡ། ད་ལྟ་འགྱུར་གྱི་ཡོད་ས་རེད། བྱས་ཙང་ང་ཚོས་དེ་རིང་སྐད་ཆ་བཤད་དུས་ཀ་མཚམས་མཚམས་ལ། དུས་ཚོད་སྟོང་ཀ་བལྟས་བལྟས་སུ་འཇགས་གི་ཐུག་ས་རེད། ཨ་ཏི་ཤ།

སྔས་མ། ང། འབྲུག་ལ་ཡོད་དུས། དེ་ནས་འབྲུག་པས་འབྲུག་གི་མི་མི་དྲག་ཟེར་བ་རོ་དང། མི་ནན་ཁ་ཆེན་པོ་དེ་འདྲི་གཅིག་དང་མཉམ་དུ་ཐུག་ཕྱིར་ང་གཉིས་སྐད་ཆ་བྱུང་སོང། དེ་ནས། ཉེ་ཆར་ད་འབྲུག་ལ། བིཔ་ས་ན་ཟེར་ནས་དེང་སང་ད་ཡོངས་གྲགས།

འདི་འདྲས་ཀྱི་དེ་ནི་སྒོམ་རྒྱབ་ཐང་ཡག་པོ། སྟབས་བདེ་པོ། ཉལ་བའི་ཉོལ་བའི་མེད་པ། ཁ་ཡོད་ལག་ཡོད། དེ་འདྲས་ཡོད་མ་རེད་བས་འགྲིག་གི་འདུག་ང་ལ། དེ་ནི་ང་ཚོའི་བླ་མ་ཚོ་ཚོགས་པ་ཚོགས་དབང་བསྐུར། དེ་ནི་གཅིག་སྦྲང་ཡག་དེ་འདྲས་མང་པོ་འདོན་ཡག་དེ་འདྲས་མང་པོ་དེ་འདྲས་བྱས་བཅུག་གི་འདུག། དེ་ནི་འདི། བིར་པ་བསམ་ན་དེ་དཔེ་མ་སྲིད། དེ་ནས། ཁོ་རང། ག་རེ་ཟེར་བ་རེད། ད། ལུང་པ་གི་སྲོལ་ཟེར་བ་རེད། ཆོས་ལུགས་ཀྱི་དེ་ནས་ལམ་ལུགས་ཟེར་གྱི་འདྲ་པོ་དེ་འདྲའི་དམིགས་བསལ་དེ་འདྲའི་མ་ཡིན་པ་གཅིག་ལ། དེ་ནས་དེང་སང་གི་ཚན་རིག་དང་དེང་སང་གི་མི་གི་བསམ་བློ་བཏང་སྟངས་དང་ཡང་མཐུན་པོ་འདི་ཞེ་དྲག་ཡག་པོ་འདུག་ཟེར་གྱི་འདུག། ད་དེ་དེ་ཁ་ཡོག་མ་རེད་མང་ཆེ་བ་ད་བི་པ་ས་ནཱ་ཟེར་མཁན་དེ་ག་རེ་ཡིན་མིན་ཧ་མ་གོ་དེ་འདྲས་ཡིན་པའི་གི་དབང་འདུག་དེ་འདྲས་དེ་འདྲས་ཡིན་པའི་རྒྱུ་མཚན་གྱིས་ད་དེ་འདྲས་སྐད་ཆ་དྲི་བ་རེད་དེ་ནས་བི་པ་ས་ནཱ་ཟེར་དུས་ད་བོད་སྐད་ལ་ལྷག་མཐོང་ཟེར་ནས་ཟེར་གི་བ་རེད་དེ་ནས་ལྷག་མཐོང་ཟེར་དུས་ཚིག་ཁོ་རང་ནས་ཧ་གོ་གི་རེད་ཡག་ལྷག་ཅིག་འཐད་པ་ཅིག་དུས་རྒྱུན་ཁོ་རང་ང་རང་ཚོའི་ད་མ་མཐོང་ཡ་ཅིག་མཐོང་ཡ་མཐོང་བ་ཅིག་ལ་ད་ལྷག་མཐོང་ཟེར་ཁོ་རང་ཚིག་རང་གིས་ཕལ་ཆེར་ཕལ་ཆེར་གོ་ཐུབ་ཀྱི་ཡོད་རེད། དེ་ཡིན་དུས་བསམ་བློ་ཡག་པོ་བཏང་ཤེས་དེ་ནས་ཐོས་བསམ་གཏད་ཟེར་བྱེད་ཐུབ་པ་ཡིན་ན། དེ་ནས་འབྲུག་དང་འབྲས་ལྗོངས་དང་ནེ་པཱལ་དང་བོད་རིགས་ནང་ལ་ཡོད་པ་གིས་ཚོགས་པ་འཚོགས་ཡ་ཟེར་མཁན་འདྲ་དང་འཆམ་རྒྱབ་ཡ་ཟེར་མཁན་འདྲ་དང། དེ་ནས་མ་ནི་སྦྲང་ཡག་ཟེགས་འདྲ་བ་དེ་ཚོ་མང་ཆེ་བ་དེ་ནས་བིག་པ་ས་ན་དངོས་དང་བརྒྱུད་ནས་རེད་བསྡད་ཡོད་རེད། དེ་ནས་ཧི་མ་ལ་ཡ་གི་མི་རིགས་རྐྱང་པ་རེད་མི་འདུག་རྒྱ་མི་ཚོ་ཡིན་ན་ཡང་དཔེར་ན་རྒྱ་ནག་ལ་དེ་ནས་བདེ་བ་ཅན་གྱི་ཞིང་འོད་དཔག་མེད་ཀྱི་ཞིང་ཁམས་ཡིད་ལ་བྱས་ནས་དེ་ནས་ག་རེ་ཟེར་བ་རེད་ད། ཉམས་ལེན་བྱས། དེ་ནས་འོད་དཔག་མེད་ཀྱི་མདོ་དེ་ཚོ་འདོན་དེ་འདྲ་བྱེད་མཁན་དེ་འདྲའི་ད་པད་མ་སྲིད་ཀྱི་ལུགས་ལམ་ལུགས་ཡག་པོ་དེ་འདྲ་ཡོད་རེད། དེ་ནས་ཐོས་བསམ་ཡག་པོ་བྱེད་ཐུབ་པ་ཡིན་ན་འོད་དཔག་མེད་ཟེར་མཁན་གྱི་འོད་དཔག་མེད་ཀྱི་ཞིང་ཁམས་འོད་དཔག་མེད་ཟེར་མཁན་དེ་ཡང་ཁོ་རང་ད་ལྟ་བི་པ་སཱ་ན་དེ་རང་རེད་དེ་ཡོད་རེད། དེ་ཁོ་རང་གདུལ་བྱ་སོ་སོ་སོ་སོ་ལ་སེམས་ཅན་སོ་སོ་སོ་སོ་ལ་སྐད་ཆ་བཤད་སྟངས་མ་འདྲ་བ་མ་འདྲ་བ་དེ་འདྲའི་གང་ཟག་སྙིང་རྗེ་གི་སྒོ་ནས་བཤད་པ་ཡིན་ཙང་དེ་ནས་ཐབས་ཤེས་འདྲ་མི་འདྲ་དེ་འདྲའི་འདོན་པ་རེད། དེ་ནས་སྤྱི་བཏང་ད་ལྟ་དེང་སང་བི་པ་ས་ན་ཟེར་དུས་གང་ན་མང་ཆེ་བ་དེ་གནས་བརྟན་སྡེ་པ།

ལ་དཔེ་དམིགས་བསལ་གྱི་དེ་འདྲའི་ག་རེ་ཟེར་དགོས་སྒོམ་བྱ་སྟངས་ཁ་ཤས་ཅིག་ལ་དཔེ་རྩོམ་དོན་ཞིབ་པོ་བྱེད་ཀྱི་ཡོད་རེད། བྱས་ཙང་ད་ད་ལྟ་བསམ་བློ་བཏང་སྟངས་ནང་ལ་བི་པ་ས་ན་ཟེར་དུས་ག་ན་བྷ་བི་གནས་བརྟན་སྡེ་བ་གི་ནང་ནས་ཚུལ་སྟོན་པ་ནང་བཞིན་ཅིག་དེ་ནི་ཐེག་པ་ཆེན་པོ་ཟེར་དགོས་རེད་ཡང་ན་ནི་དཔེར་ན་ཧི་མ་ལ་ཡའི་གི་རིགས་འདྲ་པོ་ཧི་མ་ལ་ཡའི་གི་དེ་ནི་ཆོས་རྒྱུད་ནང་ལ་བོད་རྒྱུད་ནང་བསྟན་ཟེར་ནས་བསྒྲིགས་གི་འདུག་ད་དེའི་ནང་ལ་ཕལ་ཆེར་བི་པ་ས་ན་མེད་པ་ནང་བཞིན་དེ་འདྲའི་བསམ་བློ་བཏང་སྲིད་གི་རེད། དེ་འདྲ་མ་རེད། དེ་ནི་ད་འདས་པའི་གི་ལོ་ཁ་ཤས་ཀྱི་གི་རིང་ལ། དེ་ནི་འདི། སྒོམ་རྒྱབ་ཐང་འདི་ད་མིང་འཛུགས་གུ་མིང་ཏག་ཏག་ཏང་ཡོ་དི་བི་པ་སཱ་ནཱ་སི་ཏཱ་གི་བ་རེད་ད་དེ་སྒོམ་རྒྱབ་ཐང་འདི། ནུབ་ཕྱོགས་ལ་དེ་ནི་ད། ཧ་ཅང་རྒྱ་ཆེན་པོ་དང་དར་རྒྱས་ཡོད་མ་རེད་དེ་གང་ལ་གང་འཚམ་ད་དེ་ལ་དབྱིངས་གཅིག་ཞུ་གི་ཞུ་གི་ཡོད་པ་རེད། དེ་ནས་ནུབ་ཕྱོགས་ལ་དར་བའི་རྒྱུ་མཚན་ད་མང་པོ་ཡོད་རྒྱུ་རེད་དེ་གཙོ་ཆེ་བ་གཅིག་དེ་དེ་ནས་སྤྱི་སྟངས་འདི་སྒོམ་རྒྱབ་ཐང་འདི་གིས་རྐྱེན་བྱས་ནས། སེམས་དཔའ་སྐྱིད་པོ་ཡོང་ཡག་དང་བག་ཕེབས་པོ་ཡོང་ཡག་དེ་ནི་གཉིད་སྐྱིད་པོ་ཁུག་ཡག་སེམས་ཁྲལ་དེ་ཚོ་ཉུང་རུ། སེམས་ཁྲལ་ཡོད་མཁན་གྱི་མི་ལ་ཡར་དངོས་སུ་ཕན་ཐོགས་པ་དང་དེ་འབྲེལ་གྱི་འབྱུང་བའི་གི་རྐྱེན་གྱིས་དེ་ནི་ད་ལྟ Vipassana ཟེར་མཁན་དེ་སྐད་གྲགས་རེ་བལྟས་ཚེ་ཅི་བྱུང་བ་རེད། དེ་ནས་ཕྱོགས་གཅིག་ནས་ནུབ་ཕྱོགས་ཀྱི་མི་དེ་ཚོ་དེ་ནས་ག་རེ་ཟེར་དགོས་རེད། སྐད་ཆ་བཤད་སྟངས

དེ་ནི་ཆོས་བཤད་མཁན་དེ་འདྲའི་མང་པོ་རེད། ཨོ་དེ་ནི་དཔལ་ནཱ་ཨོ་ཤོ་ཟེར་མཁན་གྱིས་བྱུང་བ་རེད་ཁོང་གིས་ཡང་ནང་ཆོས་མང་པོ་ཚུལ་གཅིག་བཤད་སྟངས་དེ་མ་འདྲ་བ་བརྒྱུད་ནས་ལས་སླ་རོ་དང་ཕྱོགས་རེ་རེ་ཟེར་དེ་འདྲའི་ཁོང་གིས་ཡང་བཤད་ཡོད་རེད། དེང་སང་རྒྱ་གར་ལ་སཱད་གུ་རུ་ཟེར་མཁན་དེ་གིས་ཡང་དེ་ནི་ནང་ཆོས་ཀྱི་གཅིག་བཤད་སྟངས་དེ་འདྲའི་མང་པོ་གཅིག་ཁོས་བེད་སྤྱོད་སྟངས་ནི་བཤད་ཀྱི་འདུག་ང་རང་གིས་བལྟས་ཚེ་བལྟས་ཚེ་བལྟ་བ་ཡིན། དེ་ནས་ཁྱོ་གཅིག་ནི་ཡག་པོ་ཞི་དྲག་རེད་ད་དེ་ཁོ་རང་དར་ཆབ་འགྲོ་ན་ཡག་པོ་རེད་ཕན་ན་ཡག་པོ་རེད་དཔེར་ན་ཡོ་ག་ཟེར་མཁན་དེ་དེ་ནི་དངོས་གནས་བྱས་ན་རྒྱ་གར་གྱི་སྔན་མ་སངས་རྒྱས་ཕལ་ཆེར་སངས་རྒྱས་མ་བྱོན་པའི་སྔན་གྱི་དེ་ནི་རིག་འབྱུང་དེ་འདྲའི་དྲུག་བརྩི་བྱས་པ་རེད་དེའི་ནང་ནས་དེ་ནི་ཡོ་ག་ཟེར་མཁན་དེ་ལུས་དང་སེམས། ཕྱོགས་སུ་མ་ལྷུང་བ་བྱས་ནས་ག་རེ་ཟེར་ནག་ཏུ་གནས་ཡག་གི་ཆེད་དུ་ཉམས་ལེན་བྱས་དེ་འདྲས་ཡོད་པ་འདྲ་དེ་ཡིན་ས་རེད། དེང་སང་ཡོ་ག་ཟེར་མཁན་དེ་སེམས་ཀྱི་སྐད་ཆ་ཞེ་དྲག་ཡོད་ཨ་མ་རེད་གཟུགས་པོ་ཁོ་རང་གི་བསམ་བློ་དེ་དེ་ཡང་གཟུགས་པོ་སྙིང་རྗེ་བོ་དང་གཟུགས་པོ་མཛེས་པོ་ཆགས་ཡག་དང་གཟུགས་པོ་བདེ་བོ་ཆགས་ཡག་དང་དེ་འདྲས་ཀྱི་དམིགས་ཡུལ་གཙོ་བོ་དེ་འདྲས་ཅིག་བཏང་བྱས་ནས། དེ་ནས་ད་གིན་ལབ་པ་ནང་བཞིན་ཕྱོགས་གཅིག་ནས་ཡག་པོ་ཞེ་དྲག་རེད་དེ་ཕྱོགས་གཅིག་ནས་དེ་ནས

དེ་ནས་སངས་རྒྱས་ཤཱཀྱ་ཐུབ་པ་གི་རྗེས་སུ་འཇུག་ཨེ་ཐུབ་མི་ཐུབ་ལྟ་གི་ཡོད་རེད་ད། དེ་ཡིན་དུས། དེ་ནས། མི་རེ་རེ་ལ་དམིགས་ཡུལ་འདྲ་མི་འདྲ་རེ་རེ་ཡོད་རེད། དེ་ནས། གནས་སྐབས་ཀྱི་དམིགས་ཡུལ་ཡང་ཡོད་ཀྱི་རེད་ལ་གཙོ་བོ་ད་མཐར་ཐུག་གི་དམིགས་ཡུལ་རེ་རེ་ཡོད་རེད། དེ་ནས། ཁྱེད་རང་ཚོ་ལ་ཡང་ཏན་ཏན་ཡོད་རྒྱུ་རེད་དེའི་དམིགས་ཡུལ་དེ། དེ་ནས་གང་སང་ལམ་འགྲོ་ཡོང་ཡག། དེ་ནས་དཔེར་ན་ཚོང་ཟེར་གི་འདྲ་དང། མི་ཚེ་རྣམས་ད་ལམ་འགྲོ། ག་རེ་ཡིན་ན་ཡང་ད་དེ་འདྲའི་གི་ལམ་འགྲོ་གི་ཆེད་དུ་དང། ལམ་འགྲོ་ཡག་པོ་ཡོང་ཡག་གི་དམིགས་ཡུལ་དེ་འདྲའི་ཡོད་རྒྱུ་རེད། དེ་ནས་ཕ་མ་འདྲ་གཅིག་ཡིན་ན། སྤུ་གུ་དེ་ཚོ་དམིགས་ཡུལ་སྤུ་གུ་དེ་ཚོ་ད་ཡག་པོ་ཆགས་ཡག། སློབ་སྦྱོང་ཡག་པོ་ཡོང་ཡ། དེ་ནས། རྒྱུ་ཆེན་པོ་ཆགས་ཡ་སེང་གེ་འདྲ་བོ་དེ་འདྲས་ཀྱི་ད། དམིགས་ཡུལ་དེ་འདྲ་ཡོད་ཀྱི་རེད། དེ་ནས་གྲོགས་པོ་གྲོགས་མོ་མེད་མཁན། མི་སྒེར་རྐྱང Single དེ་ཚོ་ནས་ད་གྲོགས་པོ་གྲོགས་མོ་ཅིག་ཨེ་ཐོབ་ལྟ་ཡ་གི་དམིགས་ཡུལ་ཡོད་ཀྱི་རེད། ཁ་ཤས་ནས་གྲོགས་པོ་གྲོགས་མོ། གང་ས་མེད་པ་རྐྱང་པ་ཅིག་བསྡད་ཡ་གི་དམིགས་ཡུལ་ཡོད་ཀྱི་རེད། དེ་ནས་ཁ་ཤས་ནས་དེ་ནས། གཉེན་གྲོགས་ཟེར་བ་རེད་ད་གྲོགས་པོ་གྲོགས་མོ་དེ། ག་རེ་ཟེར་བ་རེད་ད་མཐུན་ལམ་དེ། ག་ཚད་ཡིན་ན་ཡང་ཕ། ཡག་རུ་བཏང་ཡོད་དང་བརྟན་རུ་བཏང་ཡོད་དང་དེ་འདྲའི་དམིགས་ཡུལ་ཡོད་ཅེས། དེ་ནས་ངས་ད་ལྟ་ཞུས་པ་ན་ཅིག་ད་ངའི་དམིགས་ཡུལ་དེ། མཐར་ཐུག་གི་དམིགས་ཡུལ་འདི། སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ཆེད་དུ་རེད། དེ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ཟེར་ཡག་དེ། འཛུགས་སྐུ་བཙུགས་ས་དེ་དངོས་དཔོག་གི་གནས་ཚུལ་དེ་ག་རེ་ཡིན་པ་དེ། ཆ་ཚང་ཁོ་རང་གསལ་པོ་གསལ་རྐྱང། ཧ་གོ་ཐུབ་ཡ། ད་དེ་འདྲའི་ཅིག་ལ་ད་ལྟ་གནས་སྐབས་ཀྱི་འཛུལ་བ་བཙུགས་ནས་འགྲིག་གི་འདུག་ད་དེ་བཟོ་ཐུབ་ཡ་གི་དམིགས་ཡུལ་ངོ་མ་དེ་དེ་རེད། དེ་ནས་ད་ལྟ Vipassana ཟེར་མཁན་དེ་ནང་པ་སངས་རྒྱས་པའི་ལམ་རེད། དེའི་ནང་ནས་དཔེར་ན་ཐེག་པ་ཆེན་པོ་འདྲ་སྤྱིར་ན་བྱང་ཆུབ་ཕྱོགས་ཀྱི་ཆོས་སུམ་ཅུ་སོ་བདུན་ཟེར་མཁན་གྱི་བཤད་ཡ་ཡོད་པ་རེད། དེ་ནང་གི་ཆ་ཤས་ཅིག་རེད། དེ་ནས་ནང་པ་སངས་རྒྱས་པའི་དམིགས་ཡུལ་དེ། ད་ལྟ་ངས་ཞུས་པ་ནང་བཞིན་དངོས་པོ་གི་གནས་ལུགས་དེ་རྟོགས་ཡ་དེ་རེད་མ་གཏོགས། ཅིག་ཞིང་ཁམས་འདྲ་པོ་ཅིག་ལ་དཔྱད་ཡག་གི་དེ་འདྲའི་དམིགས་ཡུལ་མཐར་ཐུག་པ་དེ་དེ་མ་རེད། དེ་ནི་དངོས་པོ་གི་གནས་ལུགས་ཟེར་མཁན་དེའི་སྐོར་དེ་ལ་མི་རིམ་པས་རིམ་པས་ད་ལྟ་ཉི་མ་གཉིས་ཀྱི་རིང་དེ་ལ་ངས་དེ་ནས་ཞུ་གི་ཡིན། དེ་ཡིན་དུས། ད་ལྟ་གོང་དུ་ཞུས་པ་ནང་བཞིན། ང་རང་ཚོ་སྒོམ་བརྒྱབ་ཡ་དེ་སེམས་པ་སྐྱིད་པོ་ཆགས་ཡ་ཙམ་གཅིག་དང། གཉིད་སྐྱིད་པོ་ཁུག་ཡ་འདྲ་དང་དེ་ནས་གཅིག། ད་ལྟ་བྱ་བ་ལམ་འགྲོ་ང་རང་ཚོ་ཚེ་འདི་གི་བྱ་བ་ལམ་འགྲོ་ཟེར་བ་རེད་ད་དེ་ཚོང་བརྒྱབ་ཡ་དང། དེ་འདྲའི་གི་སྐབས་སུ་དེ་ནས་སེམས་པ་ག་རེ་ཟེར་བ་རེད་རིག་པ་སྐྲ་པོ་ཆགས་ཡ་དང་དེ་འདྲའི་གི་ཆེད་དུ་བརྒྱབ་ན་འགྲིག་གི་ཡོད་རེད་ཕན་གི་ཡང་ཡོད་རེད་དེ་གི། ཡིན་ན་ཡང་ནང་པ་གཅིག་གི་ངོ་བོ་གི་སྟེང་ནས་བསམ་བློ་བཏང་བྱས་པ་ཡིན་ན་དེ་ནི་དཔེ་མ་སྲིད། བཅའ་ལག་དཔེ་མ་སྲིད་རྩ་ཆེན་པོ་གཅིག། དོན་དག་ཆུང་ཆུང་གཅིག་ལ་ཡང་བེད་སྤྱོད་བཏང་ནས་དེ་ནི་ཁྲོ་ལ་ཁྲོ་ལ་ཟེར་ན་ཡང་ད་ཅིག་ག། དོན་དག་ཆུང་ཆུང་གཅིག་ལ་བ་བེད་སྤྱོད་བཏང་བྱས་པ་ལ་ཅིག་ཆགས་དགོས་པ་རེད། དེས་ན་གསེར་གྱི་ཤོག་གུ་གིས་དེ་ནི་རྐུབ་ཕྱིས་པ་དང་གཅིག་པ་རེད། དེ་ཡིན་དུས་གང་ན་དེ་ནི། ད་ལན། ཉི་མ་གཉིས་ཀྱི་རིང་འདི་ལ། དེ་ནས། གཙོ་བོ། ཧི་མ་ལ་ཡ་གྱི། ཕྱོགས་ལ་ཡོད་པའི་ཀྱི་ན་གཞོན་ཕོ་མོ་ཚོ་ལ། དེ་ནས། ནང་ཆོས་ནང་ལ་ཡོད་པའི་སྒོམ་ཉམས་ལེན་དེ། དེ་ནས། དིང་སང་ད་ཡོངས་གྲགས་ཀྱི་སྒོམ་ཉམས་ལེན་དེ་དང་ཁྱད་པར། བལྟས་ཚེ་ཡོད་རེད། དེའི་སྐོར་ལ་ཞུ་ཡ་ཡིན། དེ་ནས་དེ་དང་ཞོར་དུ་ང་ཚོས་སྤྱི་བཏང། དེ་ནས་སྒོམ་ཉམས་ལེན་དེ་ཡང་དེང་སང་ཡོངས་གྲགས་ཀྱི་བི་པ་ས་ན་དེ་གཞིར་བཞག་ནས་དེ་ནས་ངོ་སྤྲོད་བསྡུས་བསྡུས་ཀྱིས་ཞུ་གི་ཡིན། དེ་ནས་འདི་དེ་སྔར་ད་ནང་ཆོས་ཀྱི་ལྟ་གྲུབ་ལ་ཡ་ཐོས་བསམ་མེད་མཁན་ཞི་དྲག་རང་ཧ་ཅང་ཆེན་པོ་མེད་མཁན། བློ་གྲོས་གསར་པ་བ་ཚོ་ལ་དེ་འདྲ་བཤད་གི་ཡོད་ཙང། ངས་འདི་ག་རེ་ཟེར་བ་རེད། སྐད་ཆ། གོ་བདེ་པོ་བྱས་ནས་ག་ཚད་ཡིན་ན་བཤད་ཐུབ་ད་ཡག་ཡིན། དེ་ཡིན་དུས་གང་ན་ཆ་ཚང་མེད་པ་འདྲ་དང། དེ་ནས་ཁ་ཤས་དཔེ་མ་སྲིད་ག་རེ་ཟེར་བ་རེད། ཅིག་སྐད་ཆ་ཀྱོག་ཀྱོག་འདྲ་པོ་རེད་འདྲ་བ་དེ་འདྲས་ཡོང་སྲིད་གི་རེད། དེ་ནས་ཡིན་ན་ཡང་ད་ལན་འདིའི་དྲ་རྒྱ་གི་ནང་དེ་ལ། དེ་ནས་ཉན་མཁན་མཁན་པོ་འདྲ་དང་བླ་མ་འདྲ་པོ་དེ་འདྲ་མང་པོ་འདུག། དེ་ནས་མཁན་པོ་ཟེར་མཁན་འདྲ་དང་དེ་ཚོའི་གྲས་དེ་མཚན་ཉིད་སྦྱང་ཡོད་རེད། རྩོད་པ་བརྒྱབ་ཡག་ལ་དཔེ་མ་ཟིག་དགའ་པོ་རེད་དེ་འདི་ག་ན་རྩོད་པ་བརྒྱབ་མ་ཡོང་ཨ། ད་ལྟ་ནས་ང་ལ། ཁྱེད་རང་ཚོས་རྩོད་པ་ཚུད་མ་བརྒྱབ་ང་ནས་ང་ཕམ་སོང་ཟེར་ན་ཕམ་ཡག་ཁས་ལེན་བྱེད་ཀྱི་ཡིན། དེ་ནས་ད་ལྟ་གོང་དུ་ཞུས་པ་ནང་བཞིན་ད་ང་ཚོ་གི་སྒོམ་ཉམས་ལེན་དེ་གནས་སྐབས་ཀྱི་དེ་ནི་གཅིག་སེམས་པ་སྐྱིད་པོ་ཆགས་ཡག་འདྲ་དང་གཉིས་སྐྱིད་པོ་ཁུག་ཡག་འདྲ་དང། དེ་ནི་སེམས་ཁྲལ་ཟེར་མཁན་དེ་ཚོ་ལ་ཕན་ཡག་དང་དེ་འདྲའི་གི་ཆེད་དུ་བྱས་ན། དེ་ནི་ཕངས་པོ་རེད་ངས་བཤད་རྒྱུ་བྱུང།